དཔལ་ལྡན་ཀ་ལའི་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་བློ་བཟང་བསྟན་འཛིན་ཆོས་ཀྱི་རྒྱལ་མཚན་དཔལ་བཟང་པོ་མཆོག་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ལོར། བོད་མདོ་ཁམས་ཆུ་ནགས་འབྲུག་ཏུ་ཡབ་མགོན་པོ་བསོད་ནམས་དང་ཡུམ་པདྨ་མཁའ་འགྲོ་གཉིས་ཀྱི་རིགས་ཀྱི་སྲས་སུ་ཤིང་པོ་དབུལ་པོ་ཞིག་གི་ཁྱིམ་དུ་འཁྲུངས་ཤིང། དགུང་ལོ་ལྔར་ཕེབས་སྐབས་ཟམ་གདོང་ཀུན་དྲིལ་བཞི་པའི་ཡང་སྲིད་དུ་ངོས་འཛིན་གྱིས་འཇུ་དགའ་ལྡན་བདེ་ཆེན་གླིང་དུ་ཁྲི་འདོན་ཞུས། དགུང་ལོ་བདུན་ལ་ཕེབས་སྐབས་མཁན་ཆེན་རྡོ་རྗེ་འཆང་སྐྱབས་རྗེ་བཟང་དཔུང་ངག་དབང་བློ་བཟང་བསྟན་འཛིན་ཆུ་ཐིགས་དཔལ་བཟང་པོ་མཆོག་གི་དྲུང་ནས་རབ་བྱུང་དང་དགེ་ཚུལ་གྱི་བསླབ་སྡོམ་བཞེས། དགུང་ལོ་དགུ་རུ་ཕེབས་སྐབས་བཤེས་གཉེན་ཆེན་པོ་ངག་དབང་སྦྱིན་པ་མཆོག་གི་དབུས་དགེ་བའི་བཤེས་གཉེན་མང་པོའི་ཞབས་ལ་གཏུགས་ནས་བརྡ་སྤྲོད་སོགས་ཐུན་མོང་བའི་རིག་པའི་གནས་དང། ལམ་རིང་སོགས་ལ་སྦྱངས་པ་མཛད། དགུང་གྲངས་བཅུ་གཉིས་ལ་ཕེབས་སྐབས་གདན་ས་ཆེན་པོ་དཔལ་ལྡན་འབྲས་སྤུངས་སུ་ཆོས་ཞུགས་ཀྱིས་གཞུང་ཆེན་ལ་ཐོས་བསམ་གསན་བཞེས་གནང། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་གཞུང་མང་བཙན་བྱོལ་ལ་མ་ཕེབས་ཀ་མེད་བྱུང་སྐབས་ཆིབས་རྗེས་སུ་རང་སྡེ་བཙན་བྱོལ་ལ་ཕེབས་དགོས་བྱུང། གཅིག་སྟོང་དགུ་བརྒྱ་དྲུག་ཅུ་ལོའི་ལུགས་དཀྱིལ་ནས་རྡ་སར་བཀའ་བཀུག་གནང་བ་ལྟར་བཀའ་བསྒོ་མེད་པར་དང་ལེན་གནང་སྟེ་སིམ་ལ་དང་རྡོ་རྗེ་གླིང་དགྲ་ལྷ་ཧོར་ཟི་བཅས་གཏན་སློབ་གསུམ་གྱི་ནང་ཆོས་ཀྱི་དང་བསླུ་བྱའི་ཐུགས་འགན་བཞེས་ཏེ་སློབ་གྲྭའི་ཤེས་ཡོན་དང་སྒྲིག་ལམ་ཀུན་སྤྱོད་སོགས་གང་ཅིའི་ཐད་ལ་ཡར་རྒྱས་གཏོང་གནང་མཛད། གཅིག་སྟོང་དགུ་བརྒྱ་བདུན་ཅུ་བདུན་གཅིག་ནས་ཉིས་སྟོང་ལོ་བར། འོ་ན་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་སློབ་སྤྱི་དང་ངེས་སྟོན་པའི་མཛད་སྒོ་བཞེས་ཤིང། རིན་པོ་ཆེ་མཆོག་ཐོག་མར་དེར་ཕེབས་སྐབས་སློབ་གཉེར་ཁང་གི་མིང་ཙམ་ལས་མེད་ཀྱང་ཁོང་གི་ལམ་སྟོན་དང་དབུ་ཁྲིད་འོག་དེང་སང་ཝཱ་ར་ན་སི་གཙུག་ལག་སློབ་གྲྭ་དེ་བཞིན་བོད་ཕྱི་ནང་གཉིས་ཀྱི་སྐྱེ་བོ་ཀུན་གྱིས་བསྟོད་བསྔགས་བྱེད་ཡུལ་དང་ཡིད་སྨོན་བྱེད་ས་ཞིག་ཏུ་གྱུར་ཡོད། དེ་བཞིན་རྒྱ་གར་གྱི་གཙུག་ལག་སློབ་གྲྭ་ཁག་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་དང་རྒྱ་གར་དབུས་གཞུང་ལྟ་གྲུབ་ཉམས་ཞིབ་ཁང་གི་རྒྱལ་ཡོངས་སློབ་སྟོན་པའི་མཛད་ཁུར་བཞེས་པས་མཚོན། རིག་གཞུང་སློབ་གཉེར་ཁང་དང་ཚོགས་སྡེ་མང་པོའི་ནང་ཧ་ཅང་གལ་གནད་ཆེ་བའི་ཐུགས་འགན་བཞེས་པ་གནང་ཡོད། སྤྱི་སྟོང་དགུ་བརྒྱ་དགུ་བཅུ་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལྟར་མ་འོངས་བོད་ཀྱི་རྩ་ཁྲིམས་ཟིན་བྲིས་ཚོགས་ཆུང་གི་ཐུགས་འགན་རྐང་བཞེས་ཐོག་སྤྱི་སྟོང་དགུ་བརྒྱ་དགུ་བཅུ་སྒོ་གཅིག་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་སུ་འོས་འདེམས་དང། ཐེངས་གཉིས་བསྟུད་མར་ཚོགས་གཙོ་གནང་སྐབས་སྤྱི་འཐུས་ལྷན་ཚོགས་ཀྱི་འགྲོ་ལུགས་དང། ལས་དོན་བྱེད་ཕྱོགས་ལ་རླབས་ཆེའི་ལེགས་བཅོས་གནང་སྟེ་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་ཚུལ་ཁྲིམས་དང་སྒྲིག་གཞི་ཁག་གཏན་འབེབས་དང། འཛིན་སྐྱོང་གི་ལས་དོན་ཁག་ལ་ལྟ་སྐུལ་གྲོས་མཐུན་ཚད་ལྡན་གནང་ཐུབ་པ་བྱུང་བར་བརྟེན། བཙན་བྱོལ་བོད་མིའི་དམངས་གཙོའི་འཕེལ་རིམ་ནང་ཀུན་གྱིས་མཐོང་ཆོས་སུ་ཡོད་པའི་མདུན་སྐྱོད་ཆེན་པོ་གནང་ཐུབ་པ་བྱུང་ཡོད། དྲང་དོན། ཕྱོགས་ལྷུང་དང། འཇིགས་ཞུམ་ཆགས་སྡང་མེད་པར། དྲང་བདེན་ལྷག་བསམ་ཟོལ་མེད་ཀྱི་སྒོ་ནས་དྲང་དོན་གང་མཛད་ཞུ་རྒྱུའི་ཆོལ་གསུམ་དཔང་བཙུགས་ཀྱི་དམ་བཅའ་བརྟན་པོ་ཞུས་ཡོད། ཕྱི་ལོ་ཉིས་སྟོང་བཅུ་ཡི་ལོ་ནས་མང་ཚོགས་ཀྱིས་ཐད་ཀར་འོས་འདེམས་ཞུས་པའི་བཀའ་བློན་ཁྲི་པར་བསྟུན་མར་སྐབས་གཉིས་བདམས་ཐོན་བྱུང་བ་ལྟར་ཐུགས་འགན་བཞེས་རིང། གཞུང་གི་ལས་དོན་ཡོངས་རྫོགས་བདེན་པ་དང་འཚེ་བ་མེད་པ། ཡང་དག་པའི་དམངས་གཙོའི་རིང་ལུགས་བཅས་ཀྱི་རྒྱ་ལས་མི་བརྒལ་བའི་ཐོག། སྲིད་ཇུས་ག་འདྲས་ཀྱིས་གཏན་ལ་ཕབ་པ་ཡིན་ན་ཡང། ཡང་དག་པའི་དམངས་གཙོའི་ལམ་སྲོལ་གྱི་ཐོག་ནས་གཏན་ལ་ཕབ་དགོས་ཡ་ཅི། བཙན་བྱོལ་བོད་མིའི་ཤེས་ཡོན་དང། འཕྲོད་བསྟེན། ཉམ་ཐག་ལ་གཟིགས་སྐྱོང་སོགས་ཀྱི་ཐད། གསར་གཏོད་དང་ལེགས་བཅོས་རང་བཞིན་གྱི་སྲིད་ཇུས་གཏན་འབེབས་དང། གཞུང་དངུལ་དོ་དམ་དང་སྟངས་འཛིན་གྱི་ལམ་ལུགས་སྲ་བརྟན། ཁོར་ཡུག་ལ་མི་གནོད་ཅིང་འཕྲོད་བསྟེན་ལ་ཕན་པའི་སྐྱེ་ལྡན་གྱི་སོ་ནམ་དར་སྤེལ། ཚན་རིག་སོགས་ཀྱི་ཐ་སྙད་གསར་པ་བོད་སྐད་ནང་ཕབ་སྒྱུར་དང་གཏན་འབེབས། གཞུང་གི་ལས་དོན་ཡོངས་རྫོགས་ཕྱི་གསལ་ནང་གསལ་དང་ཁྲིམས་མཐུན་ཅན་དུ་བསྒྱུར་བ་སོགས་རླབས་ཆེན་གྱི་མཛད་པ་བསྐྱངས་ཏེ་གསར་གཏོད་དང་སྒྱུར་བཅོས་ཀྱི་གྲུབ་འབྲས་གཟེངས་སུ་ཐོན་པ་བྱུང་ཡོད། རིན་པོ་ཆེ་མཆོག་ནི་ཕྱི་ནང་གི་རིག་པའི་གནས་ཀུན་དང་སྐད་རིགས་མང་པོར་དབང་འབྱོར་བས། གསུང་རྩོམ་དང་གསུང་བཤད་ཀྱི་ཚིག་དོན་རྣམས་ཉན་ན་སྙན་ཞིང་བསམ་ན་དོན་ཆེ་བ། ཆོས་སྲིད་རིག་གནས་གང་ལའང་ལེགས་བཤད་ལྡན་པ་ཤ་སྟག་ཡིན་ཞིང། ལྷག་པར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞིའི་ཆ་ཐམས་ཅད་ནས་རྟོགས་ཐུབ་ཐོག། དེ་དག་ཚུལ་བཞིན་སྒྲུབ་ཐབས་ལ་རྫངས་རྒྱས་ཆེ་ཞིང་བོད་སྤྱིའི་བསྟན་སྲིད་ལ་ཞབས་འདེགས་ཕན་ཐོགས་པ་སྒྲུབ་ཐབས་མ་གཏོགས་ཆོལ་ཁ་ཆོས་ལུགས་དང་ལུང་ཚན་ཤོག་ཁག་གི་འཐེན་འཁྱེར་དང། སྒེར་གྱི་བླ་བྲང་བདེ་ཐོག་སྐྱོང་ཐབས་སོགས་ཀྱི་དགོངས་པ་ཕྲ་མོ་ཙམ་ཡང་མེད་པར་བརྟེན་ཁོང་གི་སྐུ་ཚེའི་རྣམ་ཐར་མཁྱེན་མཁན་ཚང་མས་མངོན་པར་བསྔགས་ཤིང་བཀུར་བའི་དབུ་ཁྲིད་འབུར་དུ་ཐོན་པ་ཞིག་ཡིན། ང་ཚོ་བཀའ་ཤག་གི་ལས་འགན་དེ་ག་རེ་རེད་ཟེར་ན། རྒྱ་བོད་མི་སྤྱིའི་ཐུགས་དགོངས་སྒྲུབ་ཡག་དེ་རེད། བཀའ་བློན་ཁྲི་པའི་ཐུགས་འགན་བཞེས་རིང་དམིགས་བསལ ྋགོང་ས་མཆོག་གིས་སྐུ་ཚེ་ཞལ་པད་བསྟན་པ་དང་བོད་མིའི་སྤྱི་དོན་གྱི་བསོད་ནམས་གོང་དུ་སྤེལ་བའི་རྣམ་དཀར་དགེ་སྦྱོར་ལ་གཞུང་དཀྱིལ་གཉིས་ཀས་རྒྱ་ཁྱབ་ཏུ་འབད་བརྩོན་གནང་ཐོག་བསྟན་སྲིད་གཉིས་ཀྱི་དམ་སྲི་དོལ་རྒྱལ་ཐད་གཞུང་མང་དབར་གྱི་དམ་ཚིག་ལ་གནོད་སྐྱོན་འགྲོ་གཞིའི་ཇོ་བོ་ཀུན་ལ་རང་གསོན་སྤངས་ཏེ་ཚར་གཅོད་རྗེས་འཛིན་དུས་ལས་མ་ཡོལ་བ་གནང་བར་བརྟེན། བོད་གཞིས་སྤྱི་གཉིས་ཀའི་ནང་བོད་དོན་འཐབ་རྩོད་དང་རིག་གཞུང་རྒྱུན་འཛིན་སྤྱི་ཚོགས་ཞི་མཐུན་སོགས་གང་ཐད་དུ་མཆོང་སྐྱོད་ཆེན་པོ་གནང་ཐུབ་པ་བྱུང་ཡོད། མང་ཚོགས་ཀྱི་གནས་ཚད་དམིགས་མིན་ལ་མ་ལྟོས་པར། བཙན་བྱོལ་བོད་མི་བཅའ་ཁྲིམས་གཏན་འབེབས་དང།
ལྷག་པར་དུ། ལོ་མང་ཆེ་བའི་བོད་རྒྱའི་འབྲེལ་ལམ་བསྐྱར་གསོ་གནང་ཐུབ་པ་ལ་བརྟེན་ནས་ཕྱི་ལོ་ཉིས་སྟོང་གཉིས་ནས་ཉིས་སྟོང་བཅུ་བར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་གི་སྐུ་ཚབ་དབར་འབྲེལ་མོལ་ཐེངས་དགུ་བྱུང་སྟེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྤྱི་མོས་ཀྱིས་གཏན་ལ་ཕབ་པ་དང་བོད་ཕྱི་ནང་གི་རྒྱ་ཆེའི་མང་ཚོགས་ཀྱིས་རྒྱབ་སྐྱོར་ཚད་མཐོ་ཡོད་པའི་དབུ་མའི་ལམ་གྱི་སྲིད་བྱུས་བརྒྱུད། བོད་ཀྱི་བདེན་དོན་གསལ་ཐབས་ཆེད་འབད་བརྩོན་ཡོད་རྒུ་གནང་སྟེ་བོད་རིགས་ཡོངས་ལ་མིང་དོན་མཚུངས་པའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་ཡིག་ཆ་རྒྱ་ནག་གཞུང་ལ་སྤྲད་ཐུབ་པ་བྱུང་ཡོད། སྤྱི་ལོ་ཉིས་སྟོང་གཅིག་ལོར་རིན་པོ་ཆེ་མཆོག་ནས་བཀའ་བློན་ཁྲི་པའི་མཚན་གནས་བཞེས་རྗེས་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང་བོད་དོན་འཐབ་རྩོད་གནང་མཁན་གཞུང་མང་ཡོངས་ཀྱི་འབད་བརྩོན་ལ་བརྟེན་ནས། ཉིས་སྟོང་གཉིས་ལོར་ཨ་རི་གཞུང་གིས་བོད་དོན་སྲིད་བྱུས་ཁྲིམས་ཡིག Tibetan Policy Act Two Thousand Two གཏན་འབེབས་གནང་ཐུབ་པ་བྱུང་ཡོད། རིན་པོ་ཆེ་མཆོག་གིས་ཨ་རིའི་རྒྱལ་ས Washington གྱི་གཙོས་ཤར་ནུབ་ཡུལ་གྲུ་མང་པོར་བོད་དོན་དང་ཐད་འབྲེལ་ཡོད་པའི་གནད་ཡོད་དཔོན་རིགས་ཁག་དང་གྲོས་ཚོགས་ཀྱི་འཐུས་མི། ཕྱི་དྲིལ་མི་སྣ། རྒྱ་རིགས་ཤེས་ཡོན་ཅན། གཞུང་ཚབ། བློ་གྲོས་ཀྱི་བང་མཛོད་ལྟེ་གནས་ཁང་གི་མཁས་དབང་སོགས་གནད་ཡོད་མི་སྣ་མང་པོ་དང་ལྷན་དུ་མཇལ་མོལ་གནང་སྟེ་བོད་དོན་རྒྱབ་སྐྱོར་གྱི་ཁོར་ཡུག་བསྐྱར་ཁྲིད་གཏོང་གནང་མཛད་པ་དང། ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ས་ཡོངས་སུ་ས་བྱི་ཞི་རྒོལ་ཆེན་མོ་ལངས་ཏེ། རྒྱ་ནག་གཞུང་གིས་བོད་མིའི་འཐབ་རྩོད་དེ་བཞིན་རྒྱ་མི་རིགས་ལ་ངོ་རྒོལ་ཡིན་པར་འགྲེལ་བརྗོད་ཀྱིས་སྒོ་གང་ས་ནས་རྒྱལ་ཞེན་རིང་ལུགས་ཀྱི་ངར་ཤ་སློང་བའི་སྲིད་ཇུས་བཟུང་བའི་སྐབས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལམ་སྟོན་དང་བསྟུན་ཏེ་རྒྱ་རིགས་མང་བའི་རྒྱལ་ཁབ་གསུམ་གྱི་སྐུ་ཚབ་དོན་གཅོད་ཁང་དུ། རྒྱ་རིགས་འབྲེལ་མཐུད་པའི་ས་མིག་ཆེ་བསྟོད་དང་མི་འགྲོ་བསྐོ་གཏོང་གནང་སྟེ་རྒྱ་རིགས་རྣམས་ལ ྋགོང་ས་མཆོག་གིས་བོད་རྒྱ་གཉིས་སྨན་དགོངས་གཞི་དང་བོད་ནང་གི་དངོས་ཡོད་གནས་སྟངས། བོད་མིའི་འཐབ་རྩོད་ཀྱི་ངོ་བོ་བཅས་དངོས་དོན་འགྲེལ་བརྗོད་གསལ་བཀྲོལ་དགོས་པའི་ལས་འགན་བཀོད་སྒྲིག་གནང་བ་འདིས། རྒྱ་ནག་ཕྱི་ནང་གི་རྒྱ་རིགས་མང་པོར་བོད་དོན་གོ་རྟོགས་སྤེལ་རྒྱུར་ཕན་ནུས་ཆེན་པོ་ཐོན་ཡོད་པ་ནི་སྔར་བྱུང་མ་མྱོང་བ་ཞིག་ཡིན།
ང་དང་ངའི་ལས་རོགས་བཀའ་ཟུར་ཚང་མའི་ངོས་ནས། དཔལ་ལྡན་སྲིད་སྐྱོང་མཁས་དབང་བློ་བཟང་སེང་གེ་མཆོག་ལ། སྙིང་ནས་བཀྲ་ཤིས་བདེ་ལེགས་དང། མཛད་རྒྱུའི་ལམ་ལྷོངས་ཡོང་བའི་སྨོན་འདུན་ཞུ་བ་དང་ཆབས་ཅིག་ཏུ། སྤྱི་ལོ་ཉིས་སྟོང་བཅུ་གཅིག་ལོར་བཙན་བྱོལ་བོད་མིའི་བཅའ་ཁྲིམས་དགོངས་དོན་བཞིན། བཀའ་བློན་ཁྲི་པའི་མཛད་ཁུར་ལས་ཡུན་གཉིས་བཀྲ་ཤིས་ལོ་ལེགས་ངང་ནས་མཇུག་སྒྲིལ་གནང་བའི་དུས་ལ་བབ་སྟེ་བཅའ་ཁྲིམས་ཀྱིས་བསྐུར་བའི་མཛད་འགན་ཡོངས་རྫོགས་བཀའ་བློན་ཁྲི་པ་གསར་པ་འབུམ་རམས་པ་བློ་བཟང་སེང་གེ་མཆོག་ལ་རྩིས་སྤྲོད་གནང་སྟེ་བོད་མིའི་སྒྲིག་འཛུགས་ཀྱི་མཛད་ཁུར་ལས་བཤོལ་བ་གནང་ནའང། སྐུ་ལུས་ངལ་གསོར་བཞུགས་སྐབས་གྲལ་སྟེ་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་དུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རེ་སྐོང་བའི་གལ་ཆེའི་སྲི་ཞུའི་ཞབས་འདེགས་སྔར་ལས་ལྷག་པ་སྒྲུབ་བཞིན་པ་དང་ཆབས་ཅིག་དད་ལྡན་ཁག་གིས་ཇི་ལྟར་རིང་མོའི་དུས་ནས་གསོལ་འདེབས་ཞུས་བསྟུན་སྙན་གསེང་དགོངས་སྐོར་གྱིས། གསང་ཆེན་རྒྱུད་གྲྭ་རྣམ་གཉིས་ཀྱིས་མཚོན་པའི་གདན་ས་གྲྭ་ཚང་ཆེ་ཆུང་རྣམས་སུ། ཟབ་པ་དང་རྒྱ་ཆེ་བའི་མདོ་རྒྱུད་མན་ངག་བུམ་པ་གང་བྱོའི་ཚུལ་དུ་ནོས་པའི་ཆོས་ཀྱི་འཁོར་ལོ་རྒྱ་ཆེར་བསྐོར་བའི་གཞན་ཕན་འཕྲིན་ལས་ཀྱི་སྒོ་འཕར་ཡངས་པོར་བྱེད་པ་མ་ཟད། འགྲོ་བ་ཀུན་གྱི་ལྷ་སྣང་སྤྱི་གཙང་མ་ཐམས་ཅད་ཀྱི་སྒྲོ་བཏགས་པའི་ཆོས་སྟོན་ཏོ། ཕྱི་ནང་གི་ཚོགས་པ་དང་སྒྲིག་འཛུགས་སློབ་གྲྭ་ཆེན་མོ་རིག་གཞུང་ལྟེ་གནས་ཁང། ཉམས་ཞིབ་སྡེ་ཚན་སོགས་ནས་ཐུགས་རེ་གནང་བ་བཞིན། ཆོས་དང། རིག་གཞུང། ཤེས་ཡོན། ལྟ་གྲུབ་དང་འབྲེལ་བའི་སྐོར་ལ་མཁས་པའི་འདུ་འཛོམས་འདྲ་མིན་ཐོག་བཀའ་སློབ་གསུང་བཤད་ལམ་སྟོན་གནང་དང་གནང་བཞིན་བཞུགས་ཡོད་པ་བཅས། མདོར་ན། རིན་པོ་ཆེ་མཆོག་ནི་འགྲན་ཟླ་བྲལ་བའི་ལྷན་སྐྱེས་ཀྱི་མཁྱེན་དཔྱོད་ཆེ་ཞིང། རིས་སུ་མ་ཆད་པ་ཀུན་ལ་སྙོམས་པ། ལྷག་བསམ་གཞུང་དྲང་གི་ཟིལ་ཤུགས་ཆེ་ཞིང། གལ་གནད་ལ་གཡུལ་འཐབ་མི་གནང་བ། སྐུ་ཚེ་ཧྲིལ་པོ་བོད་བསྟན་སྲིད་སྤྱི་དང་འགལ་བའི་ཞབས་སྟེགས་སུ་གཏོང་བ་གནང་མཁན་གྱི་མིང་མདུན་མཚུངས་པའི་སྐྱེ་བོ་དམ་པ་ཞིག་ཡིན་ཐོག་འདི་ལོ་དགོངས་གྲངས་བརྒྱ་ཅུར་ཕེབས་ཏེ་དགོངས་ན་ཧ་ཅང་སྨིན་ཡང། ད་དུང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྲི་ཞུ་བསྒྲུབ་རྒྱུ་གལ་གནད་ཆེ་ཤོས་ཀྱི་ལས་དོན་ལ་བརྩི་བ་གནང་སྟེ་རྟག་ཏུ་གྲ་སྒྲིག་ཨང་གསར་ངང། ྋགོང་ས ྋསྐྱབས་མགོན་ཆེན་པོའི་མཛད་འཕྲིན་གྱི་མཐུན་རྐྱེན་ཁོ་ན་ཡོང་ཆེད། ཐུགས་བརྩོན་ལྷོད་མོས་གནང་མུས་ཡོད་པ་བཅས་ཀྱི་མཛད་རྣམ་སྙིང་བསྡུས་འདི་བཞིན། དེ་རིང་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང། སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་བཅུ་རུ་ཕེབས་པའི་འཁྲུངས་སྐར་སྲུང་བརྩི་དང་བཀའ་དྲིན་རྗེས་དྲན་གྱི་འདུ་འཛོམས་གྲ་སྒྲིག་འགན་འཁུར་བྱེད་མཁན་གྱི་ཁྲི་འཛོམས་ངང་ཕྱོགས་སྒྲིག་ཞུས་བ་ཞིག་ཡིན་ཞུ་རྒྱུ་དང་ཆབས་ཅིག། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མུ་མཐུད་དེ་དབུ་འོག་དཔུང་འདེགས་གནང་རྒྱུ་དང་བོད་མི་རིགས་སྤྱིའི་བདེན་དོན་གྱི་སླད་དུ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་སྐུ་ཁམས་གསལ་ཞིང་སྐུ་ཚེ་ཞལ་པད་བསྐལ་བརྒྱར་བརྟན་པའི་གསོལ་འདེབས་ཤུགས་དྲག་ཀྱང་ཞུ་རྒྱུ་ཡིན།